སྔོན་ན་དྲ་གནས་ཀྱི་སྟེང་ཤུགས་ཆེ་ནས་བདེན་པ་དཔལ། བདུན་ཕྲག་བདུན་ཕྲག་བྱས་ནས་སྟོན་པ་དག། སྙིང་ཁུ་རི་པའི་སྟེང་ནས་དགའ་སྤྲོ་ཆེན་པོའི་ཐོག་ནས་ཅིག་སེམས་ཐག་ཉེ་བོ་བྱས་བསྡད་པ་འདི་ད་སྟེང་ཤུགས་ངོ་མ་ཆགས་བསྡད་ཀྱི་ཡོད་རེད། ང་ར་གེར་བྱ་བཞག་ནས་ཅིག་རྒྱ་མཚོའི་ཡུལ་བ་གཙོས་པའི་སྔོན་ན་དྲ་གནས་ཀྱི་དཔལ། དགའ་ཞེན། པའི་ཤུགས་དྲག་དང་ལྡན་པ་དེ་འདྲ་ཞིག་གི་ཐོག་ནས་ཨ་ནེ་ང་ཚེར་གུ་ཡོ་ཡག་གི་སྨོན་ལམ་རྒྱབ་ཡག་དེ་ང་རེ་ཞིག་ལ་དགའ་པོ་བྱུང་ཐུགས་རྗེ་ཆེ་ཞུ་གི་ཡིན། སྤྱིར་རྒྱ་གར་རེད། ཡང་སྒོས་ཨེ་ནི་ནུབ་རྒྱུད་ཀྱི་ས་ཁུལ་དེ་འདྲ་ཚོ་ང་ཚ་བ་མང་དགུ་སླེབས་ཡོད་རེད། ཅེས་ཚང་མ་ལ་དངོས་གནས་དྲང་གནས་ཀྱི་དད་པ་དང་གུས་པ། གཞན་མགོ། གཡོ་བ་མེད་པ་ཅི་རེད་ཤག། ཁྱེད་རང་ཚོས་རྒྱ་གར་མི་ཆེད་བྱས་ནས་བའི་སེམས་ཐག་ཉེ་པོ་ཞིབ་ཅིག་ཡོང་གི་ཡོད་རེད་ངའི་ངོས་ནས་ཤག་ཤག་ནས་ཁྱེད་རང་ཚོ་རྒྱ་གར་ནུབ་རྒྱུད་ཀྱི་ཡུལ་མི་ཨནི་ད་ག་པི་ཏི་ཡུལ་མི་ཚོ་ཆ་བཞག་ན་ང་ཤག་ཤག་ནས་སེམས་ཐག་ཉེ་པོ་ཅིག་ཡོང་བསྡད་ཀྱི་འདུག་ད་གལ་ཆད་དེ་སངས་རྒྱས་པའི་ཆོས་བྱེད་ཀྱི། འདས་པོ་སྟོན་ཏེ་ཨ་རབ་ཅིག་དང་སྨོན་ལམ་སྐྱབས་ཏེ་ཨ་རབ་ཅིག་གོ་མ་ཡིན་པ་སངས་རྒྱས་པའི་ཆོས་ཟེར་ཏེ་ག་འདྲི་བཞིན་པ་ལྟོགས་ཟེར་བོད་སྐད་སློབ་སྦྱོང་བྱེད་ཡ་འདི་གལ་ཆེན་པོ་ཞིག་རང་རེད། བཀྲ་ཤིས་བདེ་ལེགས།
ད་དེ་རིང་འདི་རྒྱལ་བ་ཐམས་ཅད་མཁྱེན་པའི་གི་ཞབས་དྲུང་ལ་བཅར་ཆེད་ནི་ང་ཚོ་འདི་གཙོ་བོ་རྟ་ཕོ་དགོན་པ་རྟ་ཕོ་དགོན་པའི་གི་ཨ་ནི་མངའ་ཁོངས་ལ་ཡ་ཨ་ནི་ལ་རི་རྟ་ཕོ་སྤོ་ཟི་གྲོང་ཚོ་གསུམ་ཡོད་རེད་ཨ་ནི་གྲོང་ཚོ་གསུམ་གི་ནི་སྙེ་མ་ནི་རྒྱལ་བ་རིན་པོ་ཆེའི་དཔེ་དེབ་ལ་ཕྱི་བི་ནང་རོལ་ན་ས་ཡང་ནས་ཡང་དུ་གསོལ་འདེབས་ཞུས་པ་རེད། ཨང། ཐེངས་མང་བྱེད་རྒྱུ་གནང་བ་རེད་ད་ལུང་པ་སྐྱོ་པོ་རེད་དེ། ཡིན་ན་ཡང་དཔེ་རྙིང་སྤྱིའི་རང་བཞིན་ཡིན་དུས་བརྩམས་པའི་ད་ཚར་བདུན་ཞིག་དཔེ་དེ་ལ་ཕྱི་བསྐྱོད་གནང། ཨ་ནེ་དུ་གུ་དབང་ཆེན་གསུམ་ཞིག་དཔེ་དེ་ལ་སྐྱབས་འཇུག་གནང་བ་རེད། ཨ་འདི་ཡིན་དུས་བརྩམས་པའི་ད་ད་ལན་ང་ཚོ་མ་ཅག་བྱས། ཨ་ནེ་བརྟན་བཞུགས་འདུས་སྡོད་ཅིག་ཕུལ། ཨ་ནེ་བཀའ་སློབ་ཞུས་ཨ་ནེ་ལྷག་པར་དུ་རྒྱལ་བ་རིན་པོ་ཆེ་གི་བཀའ་སློབ་འོག་ལ་ཡར་ཨ་ནི། ང་ཚོས་དགོན་པའི་དགེ་རྒན་མཁས་པའི་ཐོག་ནས་བསླབ་གྲྭ་ཅིག་འགོ་བཙུགས་ཐུབ་ན་ཡག་པོ་ཡོད་རེད་བསམ་གནང་བྱས། ཨ་ནི། ད་ད་ལྟ་བསླབ་གྲྭ་འདི་འགོ་བཙུགས་ནས་ལོ་ཉི་ཤུ་རྩེ་ལྔ་འཁོར་བ་རེད་ད་ཉིད། ཨ་ནི། ད་ད་ལན་དེའི་རྒྱལ་བ་རིན་པོ་ཆེའི་སྐུ་མདུན་ལས་བཅའ་བྱས་ད་དེ་རིང་འདི་བཀའ་དྲིན་ཆེན་པོ་ཞིག་ད་བྱུང་སོང། ཨ་ནི་འདི་འདྲའི་གི་བསླབ་གྲྭ་འདི་འདྲའི་ཅིག་སྐྱབས་འཇུག་གནང་བ་དང་འདི་འདྲའི་མི་མང་ལ་ཡང། ཨ་ནི་ཅིག་དགོན་པ་དང་མི་མང་གི་བར་ལ་ཡང་འབྲེལ་བ། ཨ་ནེ་ལྷག་པར་དུ་གཅིག་གིས་ང་རང་ཚོའི་ཧི་མ་ལ་ཡའི་རི་རྒྱུད་དེ་ང་རང་ཚོའི་བོད་ཀྱི་ཆོས་དང་རིག་གཞུང་དང་ཚང་མ་ལོ་གཅིག་པོ་གཅིག་རྐྱང་རེད་པ། ཨ་འདི་ཡིན་དུས་བརྩམས་པས་ད་ད་ལན་ང་ཚོ་ཉམས་པ་སླར་གསོས་དང་མི་ཉམས་གོང་འཕེལ་ཡོང་ཡག་གི་ཐོག་ལ་རྒྱལ་བ་རིན་པོ་ཆེ་གི་བཀའ་སློབ་ལྔ་གཅིག་བར་གསུམ་ཕེབས་པ་ནང་བཞིན་ང་ཚོའི་གི་གང་ཐུག་གཅིག་ཐུག་འདྲ་ཆུ་ཤུལ་བཅས་ཨ་ཡག་པོ་ཞེ་པོ་བྱུང་སོང་ཨ་ནེ་མ་ཅག་བཅས་ད་ལན་སྐུ་གོང་ལོ་དགུ་བཅུ་ཕེབས་པའི་གི་ཨ་ནེ་སྐུ་ཡི་གི་དགུ་དོན་ལ་ཡ་ཨ་ནེ་བཀྲ་ཤིས་བདེ་ལེགས་དང་ཨ་ནེ་རྒྱལ་བ་རིན་པོ་ཆེའི་སྐུ་ཚེ་ཞབས་པད་བརྟན་པ་ལྷག་པར་དུ་རྒྱལ་བ་རིན་པོ་ཆེ་ཨ་ནི་དགུང་ལོ་བརྒྱ་དང་བཅོ་གསུམ་བཞུགས་ཡས་ཀྱི་ཨ་ནི་གཅིག་གི་རྟེན་འབྲེལ་དང་རྟགས་དང་ཨ་ནི་རྒྱལ་བ་རིན་པོ་ཆེ་རང་ཉིད་ལ་ཡང་རྟགས་དང་མཚན་མ་འདུག་ཡོང་གི་འདུག་ཟེར་བྱས་བཀའ་སློབ་ཕེབས་པ་ནང་བཞིན་བྱས་ང་རང་ཚོའི་གི་ཨ་ནི་དེ་དེ་བཞིན་དུ་བཞུགས་རོགས་བྱས་ཟེར་བྱས་ཞུས་པ་ཡིན་ཨ་ནི་ད་གི་ཁྱེད་རང་ཚོའི་གཟིགས་ཡོག་རེད་ཨ་ནི་བས། ང་ཚོ་ཚང་མ་ལོ་དམ་ཚིག་གཙང་མ་ཞིག་གྲགས་རེད་འདི་ཡིན་དུས་བརྩམས་པའི། ཞེས་ཞལ་ཤོག་དང་གྲགས་བྱས་ཨ་ནི།

ཨ་ནེ་ཙོ་གཅིག་གི་ལྗགས་ལུང་གཅིག་ནང་ཐོག་ན་མི་མང་ཚོས་ཆོས་དད་ཆེན་པོ་བྱས་མ་ནི་དྲང་ཡང་དགའ་བོ་རེད་ཨ་མ་ནི་ལུང་ཟུང་འགྲུབ་ཅིག་གནང་རོགས་ཞེས་ཞུས་པ་རེད་ཨ་ནི་མི་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་དང་ལྷག་པར་དུ་གཅིག་གི་སྟོང་ཉིད་སྐོར་ལ་དཔེ་ཞིབ་གཅིག་གི་དཔེ་དཔེ་གར་ཤུགས་རེ་ཟབ་ཁྲིད་ཞིབ་ཅིག་གནང་སོང་ཨ་ནི་ད་དཔེ་ང་ཚོ་དཔེ་ཚང་མ་ལ་དེ་རིང་དཔེ་ཧོན་ཐོ་ཡག་གི་དཔེ་དགའ་བོ་ཞིག་བྱུང་སོང་ད། ང་སྤི་ཏི་ལྟ་བུ་ནས་ཡིན་ངའི་མིང་འཕྲིན་ལས་རྡོ་རྗེ་ཡིན། ཨ་ནི་ང་ཚོ་དེ་རིང་འདིར།

ཀུན་ཏུ་ཡེ་ཤེས་ནོར་བུ་དཔལ། སྐུ་ལུས་ཁྲི་དང་ཁྲི་རལ་བར་དུ་བརྟན་པར་ཤོག། སེམས་ཅན་ཐམས་ཅད་དོན་དོན་ལ་བྱེད། སྐུ་ཚེ་ཁྲི་རལ་བརྟན་ནས་ང་རང་ཚོ། འདི་བར་སླེབས་ནས་དཔལ་ཕན་འདོད་ཆེན་པོ་ཡོང་རེ་བསམ། དེ་ནས་ཅི་དྲན་འདུག་ཐུགས་ཆེ་ལ། ད་ད་སང་ང་རང་ཚོ་གི་ད་སེ་གོང་རིམ་མཚན་ཞབས་སེ་གོང་རིན་པོ་ཆེ་དང་ཨ་ནེ་སྐལ་ལྡན་རིན་པོ་ཆེ་གཉིས་ཀྱིས་གཙོས་རྟ་བོང་དགོན་པའི་དེ་ནས་དགེ་འདུན་པ་གཙོས་ནས་ང་ཚོ་ལ་དེ་རིང་བརྟན་བཞུགས་ཕུལ་བ་རྟེན་འབྲེལ་བཟང་པོ་དཔེ་མི་སྲིད་ཡག་པོ་བྱུང་སོ་ད་ང་རང་ཚོ་ཅི་ན་བྱས་པ་ཡིན་ན་གུ་གེ་གུ་གེའི་ཁུངས་ལ་ཡོད་རེད་ང་ཚོ་ད་ལྟོས་ངོས་ལྟོས་ང་རང་ཚོ་དེ་ལྟོས་མངའ་རིས་ཁུངས་ནས་ཡོང་བ་ཡིན་ལྟ་བུ་ཡོད་ནི་ཡིན་ཐུ་ཆེ་ན། ཨ་མ་ད་དེ་རིང་དེ་དཀོན་མཆོག་སོན་ང་རང་ཚོ་ད་ལོ་མང་པོ་ཕྱིན་ཕྱིན་སོང་མ་མཇལ་ལ་དེ་ནས་སྤུ་གུ་དེ་ཚོ་ཆུང་ཆུང་ཡིན་ཙང་དེ་ནས་སོ་སོ་གི་སེམས་ལ་རེ་བ་ཅིག་ཡོད་རེད་ད་སོ་སོ་རྒྱལ་བར་མོ་ཆེ་ཅིག་གི་ལུང་ཅིག་ཐོབ་ན་ཡང་ཅིག་ཡེ་ཐོབ་ནས་དཔེ་རེ་བ་དེ་འགྲུབ་སོང་ཨ་ནས་དཔེ་མི་སྲིད་དཔེ་ག་རེ་ཚོར་བ་དེ་དཀོན་ནས་དྲ་གནས་ཀྱི་ཅིག་གི།